ནས་ཡང་གཅིག་གིས་ཐུགས་མི་གསོ་ཡ་ཅིག་དེ་ཡོད་ཀྱི་མ་རེད་དེ་ནི་དོགས་སློང་གི་ཚུལ་དུ་ཁ་ཤས་ཀྱིས་གླེང་བའི་དབང་དུ་བྱས་ན། དེ་ནས་ད་ད་ལྟ་ཁོང་གིས་ད་རྣམ་པ་སོ་གིས་དྲི་བ་བསྐྱོད་སྟངས་རེད་ཁོང་གིས་མ་ལྗགས་ལན་གནང་སྟངས་རེད་དུས་གཅིག་གམ་དེའི་དཀྱིལ་མ་ལ་དུས་གཅིག་བསམ་སྟངས་འདི་མང་ཆེ་བ་དཀའ་ངལ་འདི་དཀའ་ངལ་མང་པོ་ཅིག་མཐོང་འོང་གི་འདུག་བ། བྱས་ཙང་ད་དཀའ་ངལ་འདི་ཚོ་དེ་རྟགས་སེ་ག་སེ་བཏང་ནས་སེལ་ཐུབ་ཀྱི་མ་རེད་ང་ཚོ་སྤྱི་བའི་རྟགས་ཀྱི་སྒྲ་མི་རྟག་པ་སྒྲུབ་དགོས་ཡོང་མ་རེད་རྟགས་སེ་ག་སེ་བཏང་ནས་སེལ་ཐུབ་ཀྱི་མ་རེད་ལ། ཨ་ནི་བགྲོ་གླེང་ག་ཚད་བྱས་ནས་དཀའ་ལས་ཁག་པོ་རེད། ད་འོ་ན་རེ་བ་ཆེ་ཤོས་དེ་ག་རེ་ཡོད་རེད་ཟེར་འོང་དེ། ད་དེང་དེ་ལྟ་དེ་བི་ཞིབ་འཇུག་ཅིག་བྱས་ན་རེ་བ་ཏེས་ད་ཡ་ཡོད་རེད་འདི་གིས་ད་དུང་དཀའ་ངལ་སེལ་ཐུབ་ཀི་རེད་ཞུ་ཞུ་ཐུབ་ཀི་རེད་ཐུབ་ཀི་མ་རེད་ཏོས་སུ་རེ་བ་ཡོད་རེད། ད་གཞན་དག་ལ་ད་རེ་བ་ཧོ་ར་དཀའ་ལས་ཁག་པོ་རེད་རྟགས་གསལ་བཏང་ནས་དཔེར་ན་དེའི་ཚིག་གི་ཐོག་ནས་ག་འདྲི་ཞིག་དཀའ་ངལ་སེལ་གི་ཡིན་སོད་སྟངས་ཤོར་ནི་མི་འདུག་ཨ། བྱས་ཙང་ད་འདི་ཆགས་སྡོད་ཀི་ཡོད་རེད། བྱས་ཙང་ད་འདི་བརྗོད་བྱའི་གི་ཚིག་གི་ཐོག་ནས་ག་འདྲི་ཞིག་དཀའ་ངལ་འདུག་དཔེར་ན་ཤོག་ལོ་ཀ་བརྒྱ་ཡོད་པ་དེ་ཕངས་མ་དེང་ག་ལ་སླེབས་བསྡད་ཀི་འདུག་ཨ། ད་ད་དེ་འདྲ་མ་གཏོགས་མི་འདུག་ཨ། ས་འབྲེལ་གི་ཐོག་ནས་དཀའ་འབྲེལ་ག་རེ་ཡོང་གི་འདུག་ད་དཀའ་ངལ་དཔེ་མང་པོ་དེ་འདྲ་ཡོད་སྡོད་རེད། ད་དེ་འོང་དེ་ཅི། ཕ་གཅིག་དེ་ནི་ལུང་ཁུངས་རེད་ད་ལྟ་ཁོང་གིས་དཔེར་ན་ད་ངས་ཐ་ན་ལུང་ཁུངས་ཀྱི་ཤུལ་བུ་དབང་དུ་བྱས་ན་ད་ལྟ་ཁོང་གིས་ཤེས་བྱ་རྩ་བའི་མདོག་གིས་ད་མདོག་མང་པོ་ཅིག་དང་ལུང་མང་པོ་ཅིག་དུ་སྣང་ཡོད་རེད། ད་འདི་ལ་དཔེར་ན་ལང་ཀར་གཤེགས་པ་དེ་མང་ཤོས་ཡིན་པ་ཁོང་གིས་གསུང་བཞག་དེ་ག་རང་རེད། ད་དཔེར་ན་ལང་ཀར་གཤེགས་པ་བསམ་བཏང་ད། ད་ང་ཚོ་གིས་ད་ད་མཐོང་རྒྱུ་དང་རིག་རྒྱུ་དེ་ག་རེ་རེད། ད་འདི་ན་ཡོད་རྒྱུ་གི་ལང་ཀར་གཤེགས་པའི་ལུང་དེ་ང་ཚོ་ད་ནངས་ལངས་སོགས་དུ་རིག་ཡ་ཡོད་རྒྱུ་མཐོང་ཡ་ཡོད་རྒྱུ་གི་བཀའ་བསྟན་ནང་ལ་འགྲོ་རྒྱུ་འཚོལ་གི་ཡོད་རེད། ད་བཀའ་བསྟན་གནང་ལོག་ལ་བཀའ་འགྱུར་གནང་ལོག་ལང་ཀར་གཤེགས་པ་གཉིས་ཡོད་རེད། ལེའུ་བརྒྱད་ཀྱི་བདག་ཉིད་ཅན་ཐེག་པ་ཆེན་པོ་ལང་ཀར་གཤེགས་པ་གསལ་བྱེད་དང་ལང་ཀར་གཤེགས་པའི་གསུང་གི་སྙིང་པོ་ཟེར་གཉིས་ཐམས་པ་ཡོད་རེད། བསྒྱུར་མཁན་དེ་གཉིས་གཅིག་དམིགས་བྱ། དེ་ནས་དགེ་ལོག་ཟེར་བ་དགེ་ཆོས་གྲུབ་ཀྱི་བསྒྱུར་པ་རེད། ཡིན་ནའི་གཅིག་དེ་དགེ་བའི་ཆོས་གྲུབ་ཀྱི་བརྒྱ་འགྱུར་ནི་སུ་བསྒྱུར་པ་ཡིན་པ་གསལ་བོ་ཡིན་པ་གང་ཞིག་ལ་གསུང་གི་སྙིང་པོ་དེ་རྒྱ་ནག་གི་འགྲེལ་པ་གཅིག་ནི་སུ་བཏུས་ནས་གཏན་ལ་ཕབ་པ་ཆགས་པ་རེད་མ་གཏོགས་ཁོ་རང་རང་རྒྱ་དཔེ་རང་རག་ནས་རང་ཁ་སུག་པ་བསྒྱུར་ཆུ་མེན་ཞིག་གསུང་འདུག་ཨ། སྐལ་བཟང་ད་ད་ལྟ་འདི་ན་ཡོད་ཆོས་ཀྱི་ལུང་གི་ཕ་ཆེ་ཚོད་ད་ད་མང་ཆེ་བ་ཇི་མ་ཇི་བཞིན་རག་གི་མི་འདུག་ཨ། རག་རྒྱུ་དེ་ཡང་དཔེར་ན་ལིའུ་རྒྱལ་གྱི་དག་ནས་ཅན་ལ་ཁ་ཤས་རག་གི་འདུག་ཁ་ཤས་ག་རེ་ལིའུ་རྒྱལ་གྱི་དེ་ན་ཅན་ལ་མ་ཡིན་པ་བཅས་གསུང་གི་སྙིང་པོ་ལ་རག་གི་ཡོད་རེད། རག་སྟངས་དེ་ཡང་ཕ་གི་ཚིག་ལོ་ཡིན་ནི་དེ་ལ་ཚིག་གཅིག་གི་རྣམ་པར་རག་སྟངས་འདྲ་པོ་དང། ད་བདེ་དང་བདེ་གི་སེམས་པའི་དངོས་འདི་དངོས་གནས་ཅན་ན་ད་ང་ཚོ་དོགས་པ་ཆེ་རུ་འགྱེལ་དགོས་ཡ་རེད་འདུག་ཨ་དཔེ་ཆ་བའི་ཐོག་ནས་སྒོམ་ཉམས་ལེན་བྱེད་མཁན་ལ་དགའ་མཁན་དགོས་གི་ཡོད་མ་རེད་སོ་སོ་ཉམས་ལེན་བྱས་ནས་རྒྱུད་སྦྱོང་ཡ་རེད། དཔེ་ཆ་བ་གཅིག་ལ་ག་རེ་རྡོག་པོ་རྗེས་སྒུག་གི་འདུག་ཟེར་ན། ད་སྐབས་འདི་དུས་མཁན་ཆེན་བཞི་བ་སོགས་ཀྱིས་འདི་ལ་ལུང་དྲངས་འོས་རེད་སྐབས་འདི་དུས་ཀྱི་ལང་ཀར་གཤེགས་པ་དེ་ག་འདྲི་ཅི་ཡིན་ན་ཟེར་བསམ་བློ་འཁོར་དགོས་ཡ་རེད་དོ། ང་ཚོ་མདའ་མདའ་མཐོང་ཆོས་དེ་ཡིན་རྒྱུ་མིན་རྒྱུ་ལྟ་རྒྱུ་རེད་དོ། བྱས་ཙང་དེ་འདྲ་ཅི་ཙམ་ལང་ཀར་གཤེགས་པ་ད་ལྟ་ལེགས་ཆ་ལ་བཞུགས་ཡོད་རེད། ད་ཆ་ཚང་ཡས་མས་ངས་ཞུ་ཤེས་མ་སོང་ཡོད་ཡོད་རེད། ཡས་རྒྱུ་ཡོད་རེད། བྱས་ཙང་ད་དེ་འདྲ་བྱས་ནས་ཁོ་སྐྱེས་པ་ཤོས་རེད་དོ། དམིགས་བསལ་གྱི་རྒྱ་ནག་ལ་ད་ནག་རྒྱ་ནག་གི་ཏའི་ཤོག་ཟེར་གི་རྒྱ་ནག་གི་གསུང་རབ་ནང་ལོག་ལ་ལ་ངར་ཤེད་པོ་གསུམ་ཐམ་པོ་འདུག་བ། ལེའུ་ལྔ་ཡི་དག་ནས་བྱས་ད་ལྔ་བཞི་ཡིན་ན་ལྔ་ཡིན་ན་བྱས་རེད་བཙན་པོ་གསལ་བཤད་ཞུ་ཤེས་མ་སོང་འདི་ལས་ཅུང་ཟད་མང་བ། དེ་མ་འདི་ལས་རྒྱས་མང་བ་ང་ཚོ་ད་འདྲ་ཡོད་ཅེས་ནི་མང་ཤོས་དེ་ཀུན་གཞིས་ཀྱི་སྐད་ཤ་ཡོད་དེ་མཁན་བདེ་གཤེགས་སྙིང་པོའི་སྐད་ཤ་ཡོད་དེ་མཁན་ཤ་མི་ཟ་བའི་ལེའུ་ཡོད་དེ་མཁན་འདི་སྐད་དེ་རེད་སྔ་མ་རྙིང་པ་འདི་ཚོ་ལ་ཡོང་མ་རེད། བྱས་ཙང་རྡོ་ཁོ་རང་ལ་མང་ཉུང་འཆོར་གི་འདུག་ཨ། ལེའུ་མང་ཉུང་ལོངས་དགོས་ཡོད་རེད་སྔ་ཕྱིའི་བྱུང་རིམ་ཡོད་སྡོད་ཀྱི་རེད། བྱས་ཙང་དེ་འདྲ་ཀྱི་བསམ་བློ་བཏང་བ་འདི་ད་ལམ་སང་སྐྱབས་སུ་མཆིའོ་ཅེས་ནས་ཡིན་ཤག་ཤག་ཅེས་ནས་ཁ་ལག་བཀྲམ་མ་སོང་ན་ལམ་སང་བཟའ་ཆོག་ཆོག་དེ་འདྲ་རེད་མི་འདུག་ཨ། བཟའ་ལོག་དགོས་འདུག་མི་འདུག་རྟ་གེ་རྟ་གེ་འདི་ལ་ཅི་བླུག་དགོས་འདུག་སུ་པན་འདྲ་བླུག་དགོས་འདུག་མི་འདུག་ས་འདྲ་བླུག་འདུག་དགོས་འདུག་མི་འདུག་དེ་འདྲ་ཅིག་རྟ་གེ་རྟ་གེ་ཅེས་ནས་བཟའ་མ་ལོག་མཁན་ཡིན་ན་བཟའ་ལོག་མཁན་བཟོ་ནས་དེ་འདྲ་ཅིག་བཟའ་དགོས་འདུག་ཨ། བྱས་ཙང་ད་འདི་གི་ཐོག་ནས་འོང་དུས་དཀའ་ངལ་འདི་འདྲ་ཅིག་མང་པོ་མཐོང་སོང་ཟེར་བ་འདུག་ཤེས་ཡོད་ཡིན།

གཞི་ནས་འགྲོ་རྒྱུ་རེད་དོ་ཨ་མང་ཆེ་བ། ད་ང་ཚོ་གི་དཔེ་ན་མང་ཆེ་བ་ད་སོ་སོ་གི་བའི་གཞུང་ཡིན་ག་ཅེ་ན་ན་གོང་མ་གོང་མ་ལ་གཏུགས་འགྲོ་གོས་རེད། དེ་ནས་ཕར་རྒྱ་གར་གི་གཞུང་ར་ན་དེ་ལས་ཀྱང་བློ་སིམ་པོ་འདྲ་ཡོང་གོས་རེད། རྒྱ་གར་ནང་ལོ་ཀྱང་དཔེ་ན་དུས་རབས་བཅུ་གཅིག་པ་དང་དེ་འདྲ་གི་དཔེ་ན་ད་ཁ་སེང་ང་སོ་ཀ་མེད་སླེ་ཡོད་རེད། དཔེ་ན་སློབ་དཔོན་ཤཱནྟི་པ་གིས་ད་ཅིག་གཞུང་ནང་ལོ་ལ་དེ་ནས་ཅིག་རྒྱུད་བླ་མ་འཇམ་དཔལ་ཟས་རེད་ཟས་ཡ་འདྲ་པོ་དང་དུས་རབས་བཅུ་གཅིག་པ་དང་བཅུ་གཉིས་པ་ལ་སླེ་དེ་གིན་རྒྱ་གར་གི་དཔེ་འདི་དང་དེ་འདྲ་མང་པོ་ཡོད་རེད། བྱས་ཙང་ཁོ་སོ་ཡང་འགྲོ་བ་མི་གཅིག་ཡིན་པའི་ཆ་ནས་ནོར་རྒྱུ་ཡང་མང་པོ་འདུག་བ། ང་ཚོ་ནོར་འཁྲུལ་རེད་ཟེར་ལམ་སང་སྐུར་དེབ་ཡིན་པ་བསམ་བློ་བཏང་ཡ་རེད་མི་འདུག་བ། ཡིན་ནམ་མིན་འདི་སྐད་ཆ་བཤད་ཡ་གི་ཐོབ་ཐང་ཡོད་དེ་རོ་ང་ཚོ་དངོས་གནས་སེ་གསོད་མཁན་མི་གཅིག་རེད་དེ་ར་བ། སོང་ཙང་ལམ་སང་ཡེ་ཤེས་ཅན་ནས་སྐྱབས་སུ་མཆི་བཞིན་འགྲོ་ཡ་ཞིག་རེད་མི་འདུག་བ། སྐྱབས་སུ་མཆི་སྐྱབས་སུ་མཆི་འགྲོ་ཞོག་ན་དཔེ་ཆ་བ་ལ་སྦྱོང་རེད་དུ་བ། དངོས་གནས་སེ་འདི་ལམ་ཁ་ནོར་ཡ་རེད་དུ་བ། བྱས་ཙང་ད་འདི་ཚོ་ཐོག་ནས་སྐྱེ་བ་ཞུགས་པའི་དཔེ་མང་པོ་འདུག་བ། ད་བྱས་ཙང་དེ་འདྲ་ཅིག་འཆང་ངོ་དེ་དེ་ཞེས་གསུངས་པའི་ཕྱིར་ལས་ལོག་འུར་མི་འདུག་ཨ། ད་ཐ་ན་འབེན་དང་ང་རང་སོགས་ཀྱིས་ད་ལྟ་དེ་ཁྱེད་རང་གི་ཤིང་རྟ་དང་དབུ་མ་རྒན་གྱི་གཞུང་གཞིར་བཞག་ནས་ཁྱེད་རང་ཤིག་པ་ཤིང་རྟ་དགོངས་པ་གར་གོ་ཁྱེད་རང་གཉིས་པོ་དགོངས་པ་གཅིག་སྒྲུབ་ཚུལ་ལ་བསམ་བློ་བཏང་དང། ད་ང་རང་སོགས་ཀྱིས་ག་རེ་བྱེད་དགོས་རེད་གསུངས་དེ་མི་ཕམ་རིན་པོ་ཆེ་གིས་དབུ་མ་རྒན་གྱི་འགྲེལ་པ་རྣམས་ལ་དངོས་གནས་གསལ་གསལ་ཐིག་ཐིག་རེད་ད་ཁྱེད་རང་གཉིས་ཀྱི་དགོངས་པ་གཅིག་ཡིན་པ་ཁོ་རང་གིས་སྒྲུབ་ཡོད་རེད། ཟླ་བ་གྲགས་པ་དང་ད་ཀྱི་བཅས་ཀྱི་དགོངས་དོ་ཁོང་རྣམ་པས་ཞུས་པ་དེ་ག་རང་རེད་དེ་རེད་གསལ་གསལ་ཐིག་ཐིག་རེད་དེ་རེད། ད་ཡིན་ན་ཡང་ཟླ་བ་འདྲ་བོ་འདི་རེད་དེ་ཡིན་ན་ཡང་ང་རང་སུ་རྙིང་མ་གི་བླ་མ་ཡོད་སྲིད་ཅིག་འདི་རང་ཡིན་དགོས་ཡ་འདྲ་བོ་བསམ་བློ་ཐོར་ན་ཡང་དཀའ་ལས་རེད་དོ། དེ་ནས་འདི་གི་རྒྱབ་རྩ་ལ་ད་རོང་རོང་ནི་ནས་མ་འཐེན་ནས་ད་ཅིག་རྒྱབ་རྩ་ལ་མ་ཚུད་ནས་ཨུ་ཚུགས་རྒྱབ་ནས་ང་སུ་བླུག་དགོས་ཡ་གི་བེ་ནང་འདྲ་བོ་ཤར་ན་སློབ་གཉེར་ལ་ཁེ་ཕན་ཡོད་ས་རེད་ག་ཚད་ཟེར་འདི་ཡང་བསམ་བློ་གཏང་རྒྱུ་རེད་དོ་ང་སུ་འདི་ཨུ་ཚུགས་དཔེ་བྱབ་ཡོད་གར་སོང་ནས་ད་མི་ཕམ་གི་གསུང་ཚ་ནས་བཟུང་ནས་འདི་རྒྱབ་རྩ་ལ་སློང་ཆེན་འདོད་ན་འདོད་མ་འདོད་མ་འདོད་སླེབ་དགོས་དགོས་ར་དངོས་གནས་བྱས་ན་སློང་ཆེན་གི་རང་གཞུང་གསང་མ་ཡིན་ག་བྱས་ན།

ཅི་གང་མེད་བར་འཇོམས་མཛད། ཡིན་ན་ཡང་ང་རང་སོགས་ཀྱིས་ད་ལྟ་དཔེ་ཆ་བ་ཚོས་ཀྱིས་ངོ་མ་བྱེད་ཡ་དེ་ག་རེ་ཟེར་ན་མི་ཕམ་རིན་པོ་ཆེ་གིས་གསུངས་པ་དེ་ཁོ་རང་གིས་གསུངས་པ་ནང་བཞིན་བྱས་ནས་ཁོ་རང་གི་དགོངས་དེ་དངོས་གནས་བདེན་གྲགས་དང་གསུངས་པ་ནང་བཞིན་རེད་འདུག་དང་མི་འདུག་ད་དངོས་གནས་ཁོ་རང་གིས་བརྗོད་པ་རེད་མི་འདུག་ད་འདི་ལྟ་ཡ་རེད་འདུག་བ་ད་འདི་ལྟ་ན་ག་རེ་ཆགས་སོང། མི་ཕམ་རིན་པོ་ཆེ་གིས་གཞུང་འདི་སོ་སོ་ཕར་ཁྲིད་པ་དེ་ཆགས་སོང་བ། འདི་མ་ཡིན་པ་རྗེས་མི་ཕམ་རིན་པོ་ཆེས་གཟུངས་འདི་སོ་སོ་གིས་ཁྲིད་ནས་ད་འདི་ལ་གོ་བ་ཆགས་རུང་བློ་ཡང་མ་ཐོན་ཨ་ད་འདི་འདྲའི་དཀའ་ངལ་མང་པོ་ཡོང་ཐུག་གི་འདུག་བ། བྱས་ཙང་འདི་ཚོའི་ཐོག་ནས་ད་དགོངས་པ་བཞེས་དགོས་ཡ་དཔེ་ཡོད་དགོས་ཡོད་ས་རེད། དེ་ང་རང་བསམ་འཆར་རེད། དེ་ཆ་འཇོག་བྱེད་དགོས་ཀྱི་མེད། དེ་ནི་དཔེར་ན་ཅིག་ང་ཚོ་ཐ་སྙད་བེད་སྤྱད་གཏོང་སྟངས་ཀྱི་ཐོག་ནས་དགོངས་པ་བཞེས་དང། ད་ཁོང་གིས་གསུངས་པ་དེ་ལ་མ་དྲིས་ཟིན་གྱི་ཞུ་མཁན་ཡོང་མ་རེད་དམ་ཅེས་དགེ་འོས་ཀློང་ཆེན་ལ་དཔེར་ན་སྙན་ཞུ། བ་གའི་ཤུགས་རྐྱེན་ཐེབས་སྟངས་དེ་སོ་སོ་བསམ་གཏན་བཏང་ཡོད་རེད། དཔེར་ན་རོང་ཟོམ་པ་འདྲ་བོ་ལ་སྨྱན་སྦྱོར་བྱེད་པའི་དབུ་མ་རང་བརྒྱུད་པའི་ཤུགས་རྐྱེན་ཐེབས་ཟེར་ན་ཐ་སྙད་བེད་སྤྱད་གཏོང་སྟངས་དེ་དཔེ་མི་སྲིད་ཀ་ལས་ཁ་བ་ཆགས་རེད། རོང་ཟོམ་པའི་སྐབས་སུ་དབུ་མ་ཐལ་རིང་གི་སྲོལ་དེ་གཞི་ནས་དར་རྒྱུ་རེད་བོད་གངས་ཅན་གྱི་ལྗོངས་ལ། དོན་ཐོག་ནས་དབུ་མ་ཐལ་འགྱུར་བའི་སྲོལ་ཡོད་པའི་ཕྱིར་ཟིན་ཆ་ཕ་མ་ཆུང་རེད། དེ་འདྲ་འདྲ་པོ་ཡིན་ན་ད་དེ་ནས་དུས་རབས་གཉིས་པ་ལ་མགོན་པོ་ཀླུ་སྒྲུབ་ཀྱི་ས་བཤད་སྲུང་འོང་དུས་ཁྱེད་རང་གི་ཤ་ཏག་ཏག་ཡོད་རེད་བ་ཁྱེད་རང་གི་བརྗོད་བྱའི་དོན། ཟླ་བ་གྲགས་པའི་སྒང་གཏན་ལ་བབས་རྗེས་ཀྱི་ཀྱི་ཅིག་གཟབ་ཀྱི་སྤྲོས་བྲལ་གྱི་སྤྲོས་པ་དང་བྲལ་བའི་གནས་ལུགས་གང་ཡིན་པ་དེ་འདི་དེ་ཡོད་རེད་བ། དེ་ནས་ཐལ་འགྱུར་པོ་འདི་འདི་ནས་ཡོད་རེད་ལབ་ན་འགྲིག་གི་མ་རེད་བ། ལོ་རྒྱུས་ཀྱི་འབབ་སྟངས་དེ་ནས་བྱས་ཙང་འདི་འདྲ་ཞིག་དགོངས་པ་བཞེས་དགོས་ཀྱི་འདུག་བ། བྱས་ཙང་ད་བར་རང་སྲོང་སྐབས་སུ་ཡོང་གི་མ་རེད་འོ་ན་ཐ་སྙད་ག་རེ་བྱ་དགོས་རེད་ཟེར་ན། རྣལ་འབྱོར་གཅིག་པའི་དབུ་མ་ཡི་གེ་ཤུགས་རྐྱེན་ཐེབས་ཐུབ་མི་འདུག་ཟེར་ཐ་སྙད་འདི་འདྲ་བཞེས་བཏང་དགོས་འདུག་བ། རྣལ་འབྱོར་བྱེད་པའི་དབུ་མ་རང་རྒྱུད་པ་ལ་ནི་ལོག་གཡོ་བ་མ་རེད་རྣལ་འབྱོར་བྱེད་པའི་དབུ་མ་སེམས་གསལ་བོ་ཡོད་རེད་དེ་དེ་མདོ་སྡེ་པའི་དབུ་མ་དང་རྣལ་འབྱོར་བྱེད་པའི་དབུ་མ་ཟེར་ད་རྣལ་འབྱོར་བྱེད་པའི་དབུ་མའི་ཤུགས་རྐྱེན་ག་འདྲས་ཐེབས་བྱ་མདོ་སྡེ་པའི་དབུ་མའི་ཤུགས་རྐྱེན་ག་རེ་ཐེབས་བྱ་འདི་ལ་ཡང་མ་གཏོགས་རྣལ་འབྱོར་བྱེད་པའི་དབུ་མ་རང་རྒྱུད་པས་ཟེར་ཏེ་ལོག་ཡ་ག་རེ་ཡོང་མ་རེད་བྱས་ཙང་དེ་ཚུལ་གྱི་ཐོག་ནས་པ་ཀི་ག་རེ་བྱུང་སྟེ་ང་སོགས་དོན་དེ་ཐད་ནས་ཐ་སྙད་ཚིག་གི་འཁར་བ་ལ་བརྟེན་དགོས་རོགས་ཚིག་གི་འཁར་བ་ལ་གཅིག་འཁྲུག་བྱ་འོང་དེ་དོན་དག་དེ་ག་རང་ལ་དེ་ནས་ཆགས་འགྲོ་དགོས་འདུག་བ། བྱས་ཙང་ད་འདི་ཆགས་འོང་དེ་འདི་ནི་ལོ་རྒྱུས་ཀྱི་ཐོག་ནས་ཡིན་ན་ཡང་འདྲ་ད་ང་རང་སོགས་ད་ལོ་རྒྱུས་ཀྱི་ཐོག་ནས་རྣམ་པ་སོགས་ཚང་མས་མཁྱེན་གྱི་རེད་ང་རང་སོ་ཡིད་ཆེས་ས་ས་དགའ་སེ་ལེགས་ཀྱི་འདུག་ཆ་འཇོག་བྱེད་ས་བློ་ཁེལ་ས་འདྲ་བོ་ཞིག་དཔེ་ཀ་ལེ་ཁ་བོ་རེད་འདུག་ཨ། ཡ་ཡ་ཐུགས་སྤྲོ་ན་མང་ཆེ་བ་ད་རྒྱ་གར་ཆེ་ཆུང་ས་འདྲ་བོ་ད་དུང་སྙིང་མ་སངས་ལ་ད་ད་དུང་ད་ད་དེ་ག་རེ་གོ། ཉང་རེ་ཉིན་པ་ཡི་ཟེར་གྱི་ཆེ་ཆུང་འདྲ་སྟེ་སེ་ཁུང་ཏུ་ཡོད་ཡོད་རེད་ད་དེ་འདྲ་འདྲ་བོ་ཞིག་བསམ་བློ་བཏང་འགྲོ་འོང་དེ། ལམ་སང་ད་དེ་འདྲ་ཞིག་བཤད་ཀྱི་འདུག་གསོལ་གྱི་འདུག་ས་ག་ལམ་ཅིག་ཅར་ནི་དེ་ནས་སོ་སོ་གྱི་མི་རབས་གང་མ་བསྒྱུར། ལོ་བརྒྱ་ཉིས་བརྒྱ་ཀྱི་སྔན་ལ་བཤད་རྒྱུ་གི་མིག་གིས་གསུངས་པ་དེ་ཁ་རང་ད་གཞས་གསུངས་པའི་ཕྱིར་གསལ་ཏེ་གཞས་གསུངས་པ་དེ་ཁ་ལ་ཁད་ནས་འགྲོ་དང་ད་དཔེ་མི་ཟེར་དཀའ་ལས་རེད་འདུག་བ་ལོ་རྒྱུས་ཀྱི་ནང་ལ་ཡང་ལོ་རྒྱུས་རེད་འདུག་བའི་སྒྲུང་ཁོ་རང་ཅིག་རྟོགས་བྱེད་རེད་འདུག་བ་འདི་བསམ་ལ་བཏང་གོ་དགོས་འདུག་བ་ད་ང་རང་སུ་ལ་ལོག་རྒྱུས་དང་དེ་སྔའི་སྲོལ་རྒྱུན་ལ་ལོ་རྒྱུས་དང་རྟོགས་བྱེད་དེ་ཁྱད་པར་ཆེ་གི་མི་འདུག་བ་གར་སོང་བླ་མ་དགོངས་མ་སོགས་ཀྱིས་རྟོགས་རྗེས་སྒྲུབ་པའི་ས་ཕྱོགས་ཕྱིན་ནས་བདག་གཟིགས་ཀྱི་ངོ་ལ་སྣང་བསྟན་མཁན་གྱི་བསམ་གྱིས་མི་ཁྱབ་པའི་རང་བཞིན་ཚང་མ་ཁས་ལེན་གྱི་འདུག་ཡིན་ནའི་འདི་ཁོ་རང་གི་རྟོགས་རྗེས་མ་གཏོགས་ལོ་རྒྱུས་མ་རེད་བ། དེང་སང་དྲིས་ལན་ལོ་རྒྱུས་ལ་སླེབས་ཀྱི་མ་རེད་གནའ་བོའི་དུས་སུ་ལོ་རྒྱུས་ཡིན་པའི་ཕྱིར་ན་ཆགས་པ་མ་བྱུང་རེད་ད་དེང་སང་ཀ་ལ་ཀ་པ་ཆགས་ཐུབ་རེད། བྱས་ཙང་ལོ་རྒྱུས་བསླང་བ་འདི་ཡུལ་དང་དུས་ཡིག་དང་རིས་སུ་ཕྱེ་ནས་གོ་ལ་ཡུལ་དེ་སེལ་ལ་ད་དཔེར་ན་དུས་སེལ་འདྲ་པོ་ཡིན་ན་མཁན་ཆེན་ཤི་སོགས་དུས་དེ་ག་ས་འཁྲུངས་རེད་དེ་ག་ས་ཡིན་རེད་ད་ལྟ་ག་བ་ག་བ་རེ་བ་མེད་པའི་སྐད་ཆ་རེད་བ། ཡིན་ནས་བདུད་རྩི་ཁོ་རང་ཆོས་ཀྱི་ཁྲི་སྲོང་བདུད་སྲིན་ལ་སོགས་པ་དང་དེའང་དེང་སང་ཏུང་ཧོང་ཡིག་རྙིང་ནས་བོད་བཙན་པོའི་རྒྱལ་རབས་ཀྱི་སྐབས་ཀྱི་གནས་ཁེལ་སར་སླེབས་འོང་སྟེ་ད་ཁོ་རང་དུས་རབས་གཅིག་ལ་ལོ་བརྒྱ་ཡོད་རེད། དུས་རབས་བསྟན་ཏེ་ང་སོ་དཔག་ཐུབ་ཀྱི་འདུག་བ། དུས་རབས་ནང་ནས་ཀྱང་དུས་རབས་སྟོད་ཡོད་ཟེར་ལབ་ན་ལོ་བརྒྱ་གྱི་འགོ་དེས་གྲང་སྨེ་ལབ་ན་ཐག་འདྲ་དཀྱུས་ཟེར་ན་དབྱི་མ་དཀྱུས་མ་བསམ་ནས་བརྒྱ་ཁེ་སམ་ང་སོ་གི་ཐུབ་ཀྱི་འདུག་བ། བྱས་ཙང་དེ་མཚམས་ཀྱི་འགྲོ་ཡ་དེ་ཡང་བཞི་པོ་རེད་འདུག་བ། བྱས་ཙང་ད་དེ་འདྲ་འདྲ་པོ་ཞིག་འགྲོ་དགོས་ཀྱི་ཡོད་ས་རེད་ཟེར་བསམ་གྱི་འདུག་ར་བ། ཁྱེད་ཚང་ད་རྡོར་གདན་ཡང་ནི་ག་རེ་བཞུགས་ཡོད་རེད་ཟེར་འོང་དེ་ད་ད། དེ་ནི་དེ་ནི་ད་ད་ཁོང་གིས་ད་ཁྱི་གཅིག་འདྲི་བ་ཞིག་གླེང་པ་སོང་དེ་ཡང་ཡོད་རེད་དཔེར་ན་དབུ་མ་རྒན་གྱི་འཆད་ཉན་གྱི་ཐོག་ནས་ཁོང་གསུང་འོང་དེ་ཡང། ད་ཁོང་གིས་འདི་གསུང་ཡོད་རེད། དབུ་མ་ཕྱི་རབས་པ་སླེབས་ནས་བཟུང་ནས་ཧ་ལམ་ཧ་ལམ་ཆོས་ཉན་གྱི་ཞེ་དྲག་མེད་པའི་བཟོ་འདྲ་འདུག་ཟེར། ད་ཕྱོགས་གཅིག་ནས་ཡིན་སྲིད་གི་རེད། ཡིན་ནའི་ངང་གིས་ངེད་ཀྱི་རྨོངས་འཆར་ཡིན་ན་དེ་འདྲ་ཡང་ཨ་ཡིན་ན་བསམ་བསམ་འགྲོ་བཞིན་སླེབས་འདུག་གདོད། གར་སོན་ཚོ་དང་གནའ་བོའི་སྐབས་སུ་དབུ་མ་མཁན་ཆེན་ཡེ་པོ་ཤེས་མ་གོ་བ་བརྗེད། དཔེར་ན་ང་ཚོ་སྔ་འགྱུར་གྱི་ལོ་ཙཱ་བ་ལ་བཀྲ་ཤིས་ཟེར་ཞིག་འདུག་བ། ཁ་ཤས་ཀྱིས་ཀྱེ་བཀྲ་ཤིས་ཡིན་མིན་དོགས་པ་ཡོད་རེད་སློབ་དཔོན་བཀྲ་ཤིས་ཟེར་ལོ་ཙཱ་བ་རེད་དེ་རེད་ཁོ་གིས་དབུ་མ་མཁན་གྱི་བརྗེད་བྱང་ཟེར་པ་དེ་གསལ་པོ་རེད་ང་ཚོ་ཁང་ཁ་ཆོས་ཁ་ཆ་འཕང་ཐང་ལ་སླེབས་དགོས་ཡོད་རེད་ཡིན་ན་རྒྱན་ས་བརྒྱད་བཞུ་ཡོད་ཡོད་མ་རེད་ཡོད་ན་ཡོད་པ་དེ་གཞུང་རྙིང་པ་གཅིག་ནས་དཔང་རྟགས་རག་འགྲོ་དགོས་ཡོད་རེད། བྱས་ཙང་ད་གང་ལྟར་ཅང་དེ་འདྲ་འདྲ་ལ་འོང་སྟེ་མངའ་རིས་སྐབས་སུ་དར་ཡས་ནས་ཕྱིས་སུ་ཏོ་ངོ་ནས་ད་ཐལ་འགྱུར་པོ་དར་ནི་རེད་དོ། བོད་ལ་ཁྱོད་རང་གཉིས་ཀྱིས་སུ་འུར་ཆེན་མོ་ནས་བླངས་ཏེ་ཐལ་འགྱུར་པ་ཟེར་ཡས་དེ་ད་བོད་མི་སེར་གྱིས་བོད་ཀྱི་ཡིན་སྣང་ཁྲིད་ཤར་ནས་དེ་འདྲ་ཆགས་འོང་སྟེ་དེ་ནི་ཁོ་རང་རྒྱུད་དེ་རང་བཞིན་གྱིས་སྨྲ་བ་ཆགས་ཡས་འདྲ་པོ་ཅིག་དེ་འདྲ་ཅིག་ཆགས་ཆགས་འདུག་བ། ཡིན་ནས་ཀྱི་ཕྱི་མ་གཅེས་སུ་གསོ་བར་མ་གཏོགས་ད་གང་ལྟར་ཅང། བསྟན་པ་དར་རྒུད་སའི་གྲབས་དང་དར་འཕེལ་སའི་དེ་དང་སྐབས་དེ་དང་དེ་གི་དུས་ཚོད་དེ་དང་དེ་གི་གནས་སྟངས་དེ་དང་དུས་ཚོད་དེ་དང་དེ་གི་ཆབ་སྲིད་དུས་ཚོད་དེ་དང་དེ་གི་དཔལ་འབྱོར་འདི་ཚོ་ཚང་མ་དང་དགུང་འདུས་ནས་མི་གཅིག་བདའ་འདྲེ་མི་ཡིན་ན་ཡང་གནའ་སྔ་མོ་གི་ལོ་རྒྱུས་ཤེས་དགོས་ན་གནའ་སྔ་མོའི་མི་གི་ཀླད་པ་ནང་ལོ་འཛིན་ནས་སྐད་ཆ་ཤེས་དགོས་དགོས་འདུག་འདི་མ་རེད་མ་ཚོགས་སོ་སོ་ལ་མངན་ཤེས་ཡོད་དོ་དོ་ཏོ་བཤད་ན་ད་མངན་ཤེས་ཡོད་པ་ལས་ཅན་མེད་ད་ག་གེར་ལབ་དགོས་དེང་སང་གཞན་དོན་སྒྲུབ་པོ་ལ་བརྔན་ཤེས་དགོས་རེད་ཟེར་ག་རེ་སོང་དེ་ཕ་ཅོག་ལ་ག་རེ་ཡིན་ས་ཧ་གོ་གོ་མ་རེད་བ། གཞན་དོན་སྒྲུབ་པོ་ལ་བརྔན་ཤེས་གལ་ཆེན་པོ་ཡོད་རེད་ལོས་རྒྱུས་ཤེས་ན་བརྔན་ཤེས་ཡོད་པ་ལས་ཀྱང་མེད་ན་དགའ་དགོས་རེད་བརྔན་ཤེས་ཀྱི་ལོས་རྒྱུས་ཤེས་ག་བྱས་ད་ཉན་གི་སུ་ཁྱེད་རག་གི་མ་རེད་ཚང་མ་རྒད་མོ་ལང་སྟེ་གི་རེད་ག་རེ་སོང་ཁོ་རང་གཅིག་པུ་གི་སྣང་བ་རེད་བ། གང་ཟག་རྒྱུད་འཛིན་ཆག་མེད་སྤྱི་འཛིན་ཆག་གི་མ་རེད་བྱས་ཙང་ད་འདི་ཚོ་གི་ཐོག་ནས་དེ་འདྲ་ཡིན་གི་ཡོད་ས་རེད་བ་ཨ་ནི་ངས་ཞོར་ཁྲལ་བྱས་ནས་ཇ་དེ་འདྲ་ཞིག་ཞུ་ཡི་བྱུང་སོང་ཨ་ནི་ཚང་མ་ལ་མཐུ་ཆེ།